ད་ག་དུས་སངས་རྒྱས་ཐམས་ཅད་ཀྱི་སྙིང་རྗེའི་མཚོན་བྱེད་རབ་ཆགས་དེ་ཡོང་བ་རེད། དེའི་རྒྱུ་མཚན་ལ་བལྟས་ནས། སྤྱིར་རིགས་དྲུག་གི་སེམས་ཅན་ཐམས་ཅད་ལ་ཐུགས་རྗེ་ཤིན་ཏུ་མྱུར་བ། ཨ་ནི་རྒོད། དེ་ནས། ཅིག། བོད། གངས་ཅན་ལྗོངས་འདི། ནི་ད། འཕགས་པ་སྤྱན་རས་གཟིགས་ཀྱི། འདུལ་ཞིང། ཡིན་པ་ཡིན་དུས་ས་ནི། འཕགས་པ་སྤྱན་རས་གཟིགས་འདི། དེ་ནི། བོད་གངས་ཅན་ལྗོངས་ཀྱི། ཅིག་ལྷ་སྐལ་འགྲོ་བྱེད་ལས་ངོས་འཛིན་དུ་བཞུགས་ཡོད་རེད། བྱས་ཙང། དེ་ནས་ཡིན་དུས་ས་ནི། ད། ཅིག། བོད། བོད་བརྒྱུད་ནང་པ་སངས་རྒྱས་པ་དང། ཨ་ནེ་དང། བོད་ཁ་བ་ཅན་པ་རྣམས་ལ་ཡང་དམིགས་བསལ་གྱི་ལས་འབྲེལ་ཡོད་བསྡད་པ། ཡང་སྒོས་སུ་དེ་ནས། སེམས་ཅན་སྡིག་པོ་ཆེ་རྣམས། དེ་ནས་སྐྱོབ་པའི་གི་ཐུགས་བསྐྱེད། སྨོན་ལམ། ཁྱད་པར་ཅན་ཡོད་བསྡད་པ། དེ་འདྲ་ཡིན་པས་ཡིན་དུས་སང་ཨ་ནེ་དེའི་རྒྱུ་མཚན་བསྟན་ནས་འཕགས་པ་སྤྱན་རས་གཟིགས་ཀྱི། སྒྲུབ་པ་དེ་ཤིན་ཏུ་གནད་ཆེ་བ་ཡིན། གལ་ཆེན་པོ་ཞིག་ཡིན། འཕགས་པ་སྤྱན་རས་གཟིགས་ཉམས་ལེན་བྱ་དེ་ཤིན་ཏུ་གལ་ཆེན་པོ་ཡིན། ཨ་ནི་སྤྱི་བཏང་གི་དེ་ནས་སྤྱན་རས་གཟིགས་དེ་ལ་ཡང། ཅེས་རྒྱུད་སྡེ་བཞི་དང་འབྲེལ་བའི་གི་སྤྱན་རས་གཟིགས་ཀྱི་སྒྲུབ་ཐབས་སྣ་ཚོགས་པ། ཅིག་ཡོང་དེ་ཡོད་རེད། ཡིན་ན་ཡང་སྐབས་འདི་ལ་ཡང། དེ་ནས་གྲུབ་ཆེན་ཐང་སྟོང་རྒྱལ་པོ་ཆེ། ད་ག་འདྲ་ཡོངས་སུ་གྲགས་པ། ད་དེ་ཉིད་ཀྱིས། མཛད་བྱ་བའི་འབྲུ་དོ་དེ་ཡིན་པ་རེད། སྤྱི་བཏང་གི་དེ་ནས་གྲུབ་ཆེན་ཐང་སྟོང་རྒྱལ་པོ་ཁོ་རང། དེ་ནས། ད་ག་འདྲ་བོད་གངས་ཅན་ལྗོངས་ཀྱི་ད་ཡོད་ཡོངས་གྲགས་ཀྱི་གྲུབ་ཆེན་ཆགས་དེ་ཡོད་རེད། ད་ན་ཞིག་ཨེ་ན་གོང་ལ་ཡ་གཅིག། སྤྱན་རས་གཟིགས། སྤྱན་རས་གཟིགས་དང་ད་ན་ཞིག་རྟ་མགྲིན་དང་སྒྲོལ་མ་དང། དེ་ལ་སོགས་པའི་རྟགས་གང་དག་ཅིག། སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་ཚོས་ཀྱི། ཞལ་གཟིགས་ཟེར་བར་བས་ང་རང་ཚོ་མི་དང་མི་ཐུག་པ་ནང་བཞིན་གྱི་པའི་ཞལ་གཟིགས། ཡང་ནས་ཡང་དུ་བྱུང་སྟེ་ཡོད་རེད། ལྷག་པར་དུ་ཨ་ནི། འཕགས་པ་སྤྱན་རས་གཟིགས་ཀྱི་ཞལ་གཟིགས་ནས། ནས་ཁོང་ལ་ག་རེ་གསུངས་པ་རེད་ཟེར་ན་ད་ཁྱོད་ཀྱི་དགེ་བའི་བཤེས་གཉེན་འམ་ད་ཅིག་ཁྱོད་ཀྱི་ད་དགེ་རྒན་འདྲ་བོ་དེ་ང་རེད། དེ་ནས་ཡིན་པ་ཡིན་དུས་བསམ་ན་ཨེ་འདིའི་རྒྱུ་མཚན་ལ་བལྟས་ནས་ཡི་གེ་དྲུག་མའི་སྒོ་ནས་ཨོ་མ་ནི་དཔེ་མི་ཧུང། ཡི་གེ་དྲུག་མའི་སྒོ་ནས་ཨེ་ནི་ཕྲིན་ལས་རྒྱ་ཆེན་པོ་བྱེད། བསྒྲུབས་ནས་ཅིག་འགྲོ་བ་རྣམས་འགྲོ་བ་སེམས་ཅན་ཐམས་ཅད་ཅིག་ཐར་པའི་གནས་ལ་ཡང་བཀོད་པ་གྱིས་བྱེད་བྱས་དེ་འདྲས་ཀྱི་བའི་བཀའ་གནང། དེ་བཀའ་གནང་པ་དེ་ལ་བརྟེན་ནས་ཨ་ནུ་འབྲོག་སྟོན་ཁ་སྐྱ་མ་སེ་ཨ་ཁི་ཨ་ནུ་སྒྲུབ་ཐབས་འདི་མཛད་པ་ཡིན་པ་རེད། དེ་ནས་ཡིན་དུས་ཙང་སྒྲུབ་ཐབས་འདི་སྒྲུབ་ཐབས་གཞན་དང་མི་འདྲ་བ་ཅིག་བྱིན་རླབས་ཀྱི་ཚན་ཁ་ཟེར་ན་འདྲ་འདུག་བྱིན་རླབས་ཀྱི་ནུས་པ་ཤིན་ཏུ་ཆེ་བ་དང། དང་ཅིག་འདི་དང་འབྲེལ་པ་མཐོ་ཚད་ཐམས་ཅད་ཅིག་དོན་དང་ལྡན་པ། ཅིག་གར་སྦྱོར་བ་ཚང་མ་ལོ། ཅིག་ཕ་བ་སྤྱན་རས་གཟིགས་ཀྱི་རྗེས་སུ་འཛིན་པ་དེ་འདྲའི་གི་དགོས་པ། ཁྱད་པར་ཅན་ཡོད་པ་དེ་འདྲས་གསུངས་ཡོད་རེད། དེ་འདྲས་ཡིན་པ་ཡིན་དུས་སང་ནས་དེའི་རྒྱུ་མཚན་བསྟན་ནས་དེའི་གི་འཕགས་པ་སྤྱན་རས་གཟིགས་ཀྱི་སྒྲུབ་ཐབས་འགྲོ་དོན་ཁ་རྒྱབ་མ་དེ་ད་དམིགས་བསལ་ཅིག་ཆགས་རེ་ཡོད་པ་དེ་ང་རང་ཚོས་གི་ཤེས་པ་ཆེ་བ་དེ་གལ་ཆེན་པོ་རེད་འདུག་བསམ་དྲན་འདུག་ད་དེ་ནས་ད་ནང་ཞོགས་པའི་སྐྱབས་འགྲོ་དང་སེམས་བསྐྱེད་ཀྱི་སྐོར་སྦྱོར་བ་སྐྱབས་འགྲོ་སེམས་བསྐྱེད་ཀྱི་སྐོར་དེ་ཞུས་ཟིན་པ་རེད། ད་དེ་ནས་ད་དེའི་དོན་ཚན་དྲུག་ཡོད་པའི་ནང་ནས་སྒྲུབ་ཐབས་འདི་ཉམས་ལེན་བྱེད་སྟངས་དོན་ཚན་དྲུག་གི་སྒོ་ནས་པ་དབྱེ་ཡོང་དུས་སམ་ད་དོན་ཚན་དྲུག་ཡོད་པའི་ནང་ནས་དང་པོ་དེ་ཞུས་ཟིན་པ་རེད། ད་དེ་ནས་དོན་ཚན་གཉིས་པ་དེ་ག་རེ་རེད་ཟེར་ན་ལྷ་བསྒོམ་པ་དེ་རེད། ད་ལྷ་བསྒོམ་པ་དེ་ལ་ཡང་དེ་ནི་ང་ཚོ་སྒྲུབ་ཐབས་ནང་ལོགས་ལ་ཡང་བདག་སོགས་མཁའ་ཁྱབ་སེམས་ཅན་གྱི་སྤྱི་གཙུག་བད་གར་འདར་བའི་གདིང་ས་དེ་ནས་མ་མུ་མཐུད་ནས། དྲི་མེད་ཟླ་བར་རྒྱབ་བསྟན་པ། སྐྱབས་གནས་ཀུན་འདུས་ངོ་བོར་གྱུར། ཟེར་ཡག་བསྡེབས་པ་དུབ་ལ་ཡ། ཨ་ན་ལྷ་དགོན་པ་དེ་ཆགས་བསྡད་ཡོད་རེད། ད་ལྷ་དགོན་སྟངས་དེ་ག་འདྲ་རེད་ཟེར་ལབ་ཡོད་མིན་ན། ག་རེ་ཟེར་ལབ་ཡོད་ཟེར་ན། ཨ་ནི། རང་ཉིད། གཅིག་ཐ་མལ་པའི་རྣམ་པ་ཟེར་ན་འདྲ་འདུག་ནམ་རྒྱུན་སོ་སོ། རྣམ་པར་ག་འདྲི་ཡོད་ཆེ་ཡོད་པ་ཡིན་པ་ན་དེའི་རྣམ་པ་ལ་ཡོད་བསྡད་པ་ཆད། མ་གཏོགས་དཔེ་གལ་ཆེ་ཡང་སོ་སོ་རང་ཉིད་ལྷ་ཡི་རྣམ་པ་ཟེར་བ་དེ་འདྲ་མ་ཡིན་པ་ཆད། དེའི་མཐའ་སྐོར་དུ། དེ་ནས། ང་ཚོ། སྐྱབས་འགྲོའི་སྐབས་ལ་ཡང་དགོངས་པ་ནང་བཞིན་གྱི། ཨ་ནི་གཅིག་སྒྲ་བརྙན་བར་མེད་ཀྱི་སེམས་ཅན།

ང་རང་ཚོ་མུ་ཏིག་གི་པའི་མདོ་ཁ་ན་ཤིང་དཀར་པོ་ཡིན་པ་ལ་འོད་ཟེར་ལྡན་མཁན་འདི་འདྲ་ཅིག་གིས་ཧྲི་ཡིག་དཀར་པོ་ཅིག་གསལ་བཏབ། ད་དེ་ཧྲི་ཡིག་དཀར་པོ་དེ་ག་རེད་ཟེར་ན་ག་རེ་མཚོན་བྱེད་རེད་ཟེར་ན། རྒྱལ་བ་ཐམས་ཅད་ཀྱི་པའི་ད་ཅིག་སྙིང་རྗེ་ཡི་གི་སྙིང་རྗེ་མཚོན་བྱེད་འདྲ་པོ་ཅིག་ཡིན་པ་ཅིག་ལ་ཡང་མོས་པ་བྱས།

ཁྲོད་ས་དེ་ཅིག་ཕྱོགས་བཅུའི་ཞིང་རབ་འབྱམས་པའི་ཕྱོགས་བཞི་མཚམས་བརྒྱད་ཀྱི་ད་ག་ཟླར་ཅིག། ད་འཇིག་རྟེན་གྱི་ཁམས་ཐམས་ཅད་ལས་ཡར་ཁྱབ་པར་འཕྲོས་ནས། དེ་ཁྱབ་ནས་འཕྲོས་ཡོང་དུས་ས་ད་ཏི་འོད་ཟེར་དེ་གིས་ཕོག། ཕྱོགས་ཐམས་ཅད་ལ་ཕོག་ཡོང་དུས་ས་ནས་ཕྱོགས་བཞི་མཚམས་བརྒྱད་ལས་ཡོད་པའི་རྒྱལ་བ་སྲས་དང་བཅས་པ་དེ་དག་ཐམས་ཅད་ལ་ཡང་འོད་ཟེར་དེས་ཁྱབ་པར་མོས་པ་བྱས།

བདེ་བ་ཅན་གྱི་ཞིང་ཁམས་དག་ཅིག་གང་ལྟར། བདེ་ཞིང་སྐྱིད་པའི་གནས་ཅིག་ཞིང་དེ་འདྲ་ཅིག་ལ་ཡང་ཆགས་སོང་སྙམ་པའི་མོས་པ་བྱས། ད་དེ་ནས་འོད་ཟེར་དེ་ཆུའི་ཕར་འཕྲོས་ཚར་ནས་ཆུའི་རྡུལ་ཡོངས་འདུས་ཚར་ནས། ཨ་ནི་ཅིག། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི། བྱིན་རླབས་ཐམས་ཅད་ཀྱང། འོད་ཟེར་གྱི་རྣམ་པ་ལ་ཡང་ཆུའི་རྡུལ་ནི། ད་གང་ལྟར། ཧྲཱི་ཡིག་དེ་ལ་ཐིམ་པའི་མོས་པ་བྱས། ད་ཧྲི་ཡིག་དེ་ལ་ཐིམ་ནས་པའི་འོད་ཧྲི་ཡིག་དེ་ལ་པའི་འོད་དང་ཅི་ནུས་པར་བསམ་གྱིས་མི་ཁྱབ་པ་ཅིག་དེ་ནང་ལ་ཡོད་བསྡུས་ཡོང་དུས་སམ་དེ་བསྡུས་པའི་གི་རྐྱེན་གྱིས་ད་ཁོ་རང་ཅིག་བག་གར་སོ་རེ་ཅིག་གར་སོ་ནུས་པར་འདོད་པ་ཅིག་བག་གར་སོ་ཅིག་ང་རང་དུ་རེ་མ་སོང་ན་ཅིག་འབར་རྫས་རེ་མ་སོང་ན་བག་གས་པའི་སོར་ཕྱེད་བྱས་བག་གར་སོ་རེ།

དེ་ནས་ཅིག་སྐུ་ལས་འོད་ཟེར་གར་བྱུང་བས་ཅིག་ཁ་དོག་ལྔ་དང་ལྡན་པ་དེ་འདྲས་ཅིག་འཕྲོས་ནས། གར་བྱུང་བས་ཅིག། དེའི་གིས་པས་ཕྱོགས་བཅུའི་ཤིང་རབ་འབྱམས་ཐམས་ཅད་ལ་ཡང་འཕྲོ་དེ་གིས་ཡོད་པའི་མོས་པ་བྱས། དེ་ནས་ཅིག། ཞལ་དེ་ཅིག། ཞལ་ལས་ཡིན་པས་ན་ཡང་འཛུམ་བག་དང་ལྡན་པ། འཛུམ་པའི་རྣམ་རྒྱུན་ཡོད་དད་པ། དེ་ཡང་ཅིག་བདག་དང་སེམས་ཅན་ཐམས་ཅད་ལ

ད་ཆ་གཉིས། ད་ཆ་བཞི་ཡོད་པ་ཡིན་དུས་དང་པོ་གཉིས་དེ། དང་པོ་གཉིས་ཀྱི་ཐུགས་ཀར་ལ་བའི་ཐལ་མོ་འཇགས་ཡོད་པའི་ཕྱིར་རོ། ད་དེ་ནས་འོག་མ་གཉིས། ད་དེའི་འོག་མ་ལ་ཡང་གཉིས་ཡོད་པ་ཡིན་དུས་སམ་དེའི་འོག་མ་གཉིས་ཀྱི།

ཨ་ནི་དག་ནས་ཤིང་གི་ཅིག་རིན་པོ་ཆེ་གི་དབུ་རྒྱན་དང་སྙན་རྒྱན་དང་མགུལ་རྒྱན་ལ་སོགས་པ་དེ་འདྲས་ཀྱི་དག་གང་དག་རྒྱན་ཆ་ལུགས་ཐམས་ཅད་ཡོངས་སུ་རྫོགས་བསྡད་པ། དེ་ནས་ཅིག་རི་དྭགས་སྤྲིན་ན་ས་རཱས། ད་དེའི་ཕལ་ཆེར་ཅིག་གླ་བ་འདྲ་བོ་ཅིག་ཡིན་པ་འདྲ་ཅིག་གླ་བའི་ཟོ་འདྲ་བོ་ཅིག། སེམས་ཅན་གླ་བ་འདྲ་བོ་ཅིག། འོ་ད་དེ་འདྲས་ཅིག་ཡིན་ས་རེད་གང་ལྟར་དེ་འདྲས་ཅིག་གིས་རི་དྭགས་སྤྲིན་ན་ས་རཱས་ཀྱི་པགས་པ།

ད་གོང་གི་འཕགས་པ་སྤྱན་རས་གཟིགས་ཀྱི་རྒྱབ་ཡོལ་འགྲོ་བུ་དེ་ལ་ཡ་བྷ་རྒྱབ་རྟེན་འགྲོ་བུ་དེ་ལ་ཡ་ཨ་ནི། ཟླ་བས། ཟླ་བ་དཀར་པོ་དྲི་མ་མེད་པ་དེ་འདྲ་ཅིག་གི་རྒྱབ། ཅིག་རྒྱབ་ཡོལ་འམ་རྒྱབ་རྟེན་གྱི་ཚུལ་དུ་ཡོད་དེ་བ། དེ་འདྲ་ཅིག་མེད་པ་ཆད་མདོར་ན། དེ་འདྲ་བུ་ག་དར་ཅིག་འཕགས་པ་སྤྱན་རས་གཟིགས་དེ། ཕྱོགས་བཅུའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད། གཅིག་ཏུ་འདུས་པའི་ངོ་བོར་གྱུར་པའི་བ་མོས་པ་ཆད་ནས་ད་དེ་འདྲ་ཅིག་དགོངས་པ་ཡིན་པ་ད་དེ་ལྷ་དགོངས་པ་ཟེར་དེ་འདྲ་ཅིག་པ་རེད།

རྣམས་དག་དང་རིན་ཆེན་རྒྱན་གྱི་རི་དྭགས་པགས་པའི་སྟོད་གཡོགས་སུ་འོད་དཔག་མེད་པའི་དབུ་རྒྱན་ཅན། ཞབས་གཉིས་རྡོ་རྗེའི་སྐྱིལ་ཀྲུང་བཞུགས་དྲི་མེད་ཟླ་བར་རྒྱབ་བརྟེན་པ། སྐྱབས་གནས་ཀུན་འདུས་ངོ་བོར་གྱུར། བྱས་བྱས། དག་དེ་འདྲས་ཀྱི། གང་ལྟར་ཚིག་དེ་གི། ཚིག་དེ་གར་ཤོར་ད་ཅིག་འཁོར། ག་ལི་ག་ལི་མ་བཀླག། ག་ལི་ག་ལི་མ་འདོན་ནས། ཨ་ན་ཅིག་གར་ཤོར། པའི། དེའི་ནང་གི་མ། ཚིག་དེ་མ། གཞུང་ཚིག་དེ་མ་གསུངས་དེ་ཨག་གི་དོན་དག་རེ་རེ་བཞིན་དེ་བཞིན་དུ་བས་གསལ་བཏབ་ནས་ག་ལི་ག་ལི་འདོན་ནས་དེ་འདྲ་བྱེད་དགོས་ཀྱི་ཨག་རེད། ད་དེ་ལ་ཡང། སྤྱི་བཏང་གི་བདག་ཅག་ལྷ་དགོན་པ་ཟེར་དེ་ངའི་ཁ་ཚང་གོང་དུ་བཞུད་པ་ནང་བཞིན་གྱི། ཁ་ཚང་སོ་མ་རུ་དར་ནག་ཞོགས་པས་བཞུད་པ་ནང་བཞིན་གྱི་ད། ཁ་ཤས་ཀྱིས་ཅིག། Imagination ཟེར Visualization བྱེད་ཐུབ་པ་དེ་འདྲའི་གཟུགས་པོའི་གནས་སྟངས་ཀྱི་ཐོག་ནས་བྱེད་མི་ཐུབ་པ་དེ་འདྲའི་ཡོང་བསྡད་ཀྱི་ཡོད་ས་རེད། ཁ་ཤས་ཨེ་ན་ཅིག་གར་ཤོར་རེ་ཅིག་བྱས། དེ་འདྲ་ཡིན་པའི་ཡིན་དུས་ད་གོ་ལ་རྣམ་པ་མང་པོ་རུ་ཅིག་ག་ཤེད་གཟུགས་པོའི་གནས་སྟངས་དབང་གིས་བྱེད་ཐུབ་མ་ཐུབ་སྣ་ཚོགས་རུ་ཅིག་ཡོང་བསྡད་ཀྱི་ཡོད་ས་རེད། དེ་འདྲ་ཡིན་པའི་ཡིན་དུས་ས་ཨེ་ན་དེའི་རྒྱུ་མཚན་ལ་བརྟེན་ནས་ད་ཅིག་གར་ཤོར་རེ་ད་གཙོ་བོ་གཙོ་བོ་དེ་ང་རང་འདྲ་བོ་ཅིག་མཚོན་པའི་མིར་ཅིག་ལྷ་བསྒོམ་ཟེར་ཡ་དེ། ཅིག་རྣམ་པ། ཟེར་བ་རེད་གསལ་བཏབ་ཡ་བཏབ་ཡ། ད་དེ་གལ་ཆེན་པོ་རེད་ལ། གཙོ་ཆེ་ཤོས་དེ། མི་མང་པོ་ཅིག་གིས་ད་གང་ལྟར་བཀོད་དེ་ཅིག། ག་ཧྲུལ་བོ་ད་ཅིག། རྣམ་པ་རུ་དེ་ཕི་གས་ཅིག་རི་མོ་བྲིས་བཞག་པའམ། ཨ་ནི་ད་ཨ་ན་ཞིག་གིས་ཅིག།

བ་གར་ཞོར་སྦྱར་བྱས་ཕྱི་ནང་ཕྱིའི་གནས་ཚུལ་དེ་དང་ནང་གི་གནས་ཚུལ་དེ་གཉིས་ཕན་ཚུན་གར་ཞོར་འབྲེལ་པ་ཤེས་པའི་ཐོག་ནས་ཕན་ཚུན་གར་ཞོར་དེ་མཚོན་བྱ་མཚོན་བྱེད་ཀྱི་བརྡ་དོན་སྦྱར་ཡག་དེ་གལ་ཆེན་པོ་གྲུབ་ཆགས་རེད་འདུག་དེ་ནས་ཡིན་དུས་སང་ང་ཚོའི་པད་མ་དཀར་པོ་སྒོམ་དགའི་རྒྱུ་མཚན་ག་རེད་ཟེར་ན། པད་མ་དཀར་པོ་དེ།

སྐབས་འདི་ལ་ཡང་པད་མ་དཀར་པོ་དེ་གའི་ནང་དོན་ག་རེ་མཚོན་དགོས་རེད་ཟེར་ན། ངེས་འབྱུང་གི་སེམས་ངེས་པར་འབྱུང་བའི་བསམ་པ། འཁོར་བ་ལས་ངེས་པར་འབྱུང་འདོད་ཀྱི་བསམ་པ། དེ་འདྲ་ཞིག

ག་རེ་རེད་ཟེར་ན་ད་ཅིག་ཟླ་བ་དེ་ག་རེ་ཟོ་ལ་ད་ང་རང་ཚོས་ད་ལྟ་ཅིག་བརྩེ་བ་ཟོ་མར་བས་ཅིག་ང་རང་ཚོ་ཚང་མ་ལོ་ཅིག་སེམས་ཅན་ཐམས་ཅད་ལ་ཡ་ད་ག་ལ་གང་འཚམ་ཅིག་དུད་འགྲོ་ཚུན་ཆད་ལ་བརྩེ་བ་ཡོད་རེད་ཅིག་སོ་སོའི་གི་ཅིག་སྤུ་བོ་དང་སོ་སོའི་ཕ་མ་ལ་སོགས་པ་དེ་འདྲའི་བརྩེ་བ་ཡོང་གི་འདུག་བ་ད་ཡིན་ན་ང་ཚོའི་གི་བརྩེ་བ་དེ་བརྩེ་བ་ཕྱོགས་རེ་བ།

ཨན། དེ་ལས་ཡག་པ་ཅིག་ག་རེ་རེད། བསམ་བློ་ཡག་པོ་ཞིག་བཏང་ཐུབ་པ་ཡིན་པས་ན། ཨ་ནི་ཤེས་ནས་ཅིག་དེའི་རྣམ་པ་དེ་ཚོའི་ཐོག་རང་བཞིན་གྱིས་ཁོ་རང། དེ་འདྲ་མཉམ་དུ་ཅིག་ག་ལེ་ག་ལེ་ཅིག་ཡོང་ཐུབ་ཡག་འགྲོ་པ་ཅིག། དེ་འདྲ་ཡིན་པས་ཡིན་དུས་བསམ་ནས་དེའི་རྒྱུ་མཚན་ལ་བརྟེན་ནས། གཙོ་བོ་གཙོ་བོ་དེ་ད་ག་འདྲ། ཅིག། རྣམ་པ་དོད་ཙམ་བསམ་མར་བས། དེ་འདྲའི་གཅིག་གིས་མི་ཕན་པར། དེའི་ནང་དོན་བསམ་གཏོང་བ་དེ་གལ་ཆེན་པོ་ཞིག་རང་རེད་ཤག། ད་དེ་ནས་ཕ་པ་སྤྱན་རས་གཟིགས། ཨོ། ད་དེ་ནས་མི་འདུན་ས་དེའི་རྒྱུ་མཚན་བསྟན་ནས། ག་ཆོ་རེད་ཕྱོགས་གཅིག་ནས་དེ་བྱས། ད་དེ་ནས་ཕྱོགས་གཅིག་ནས་ག་རེད་ཟེར་ན་ད་ང་ཚོ་སེམས་ཅན་ཐམས་ཅད་ཀྱི་སྤྱི་བོ་ལ་ཡང་དེ་ནས་ཕ་པ་སྤྱན་རས་གཟིགས་དེ་འདྲས་ཡོད་བསམ་པར་དེ་འདྲའི་དམིགས་པ་གཏད་ཡོད་འདུན་ས་ནས་ཁོ་རང་བཞིན་གྱིས་འཕགས་པ་སྤྱན་རས་གཟིགས་དེ་འདྲའི་ཅིག་ད་རྩ་ཆེན་པོ་བྱིན་རླབས་ཆེན་པོ་དེ་འདྲའི་ཅིག་སྤྱི་བོའི་གཙུག་ལ་ཡང་བཞུགས་དུས་ཡོད་བསམ་ཡོང་དུས་ས་ནི་ད་རང་བཞིན་གྱི་ཚུལ་སོ་སོའི་གི་སེམས་ཀྱི་གར་བཞུགས་རེད་ད་ཅིག་རྣམ་པར་རྟོག་པ་དང་ད་ཅིག་ཉོན་མོངས་པ་མང་པོ་ཅིག་རང་བཞིན་གྱི་མ་ཞི་དུ་ཡང་འགྲོ་ཅིག་ད་དེ་ལ་སོ་སོའི་གི་བློ་རྩེ་དེ་དེ་ལ་གཏད་ཡོང་དུས་ས་ནི་རང་བཞིན་གྱི་ཁོ་རང་ཡང་རྣམ་རྟོག་བཞིན་ད་དེ་ཚུལ་ལ་ཡང་ཅིག་སོ་སོའི་ཅིག་གར་བཞུགས་ད་དེ་ཅིག།

ཕྱོགས་གཅིག་ནས་ཀྱི་སོ་སོའི་གི། སེམས་དེ་ཅིག་བློ་རྩེ་དེ་དེ་ལ་སྒྲིབ་མྱོང་དུས་སང་ནི། རྣམ་པར་རྟོག་པ་གཞན་དང་ཉོན་མོངས་པ་གཞན་གྱི་བར་དུ་མ་ཆོད་པར་འགྲུབ་པ་ཅིག་ཡོང་དེ་ཡོད་རེད། དེ་ཙམ་དུ་མ་ཟད་པའི་ཀྱི་སོ་སོའི་གི། བྱམས་བརྩེའི་ནུས་པ་དེ་ཚོ་ཡིན་ན་ཡང་ག་ལེ་ཅིག་སྐོར་ཅིག་ནུས་པ་རུ་ཅིག་དག་པ་ཅིག་གོང་མཐོར་འགྲོ་ཡག་དང། དེ་ནས་སྟོབས་སྐྱེ་ཡག་དང་དེ་འདྲའི་གི་ཁྱད་པར་ཅིག་ཡོང་དེ་གི་ཡོད་ས་རེད། དེ་འདྲའི་ཡོད་པའི་ཡིན་དུས་སང་དེའི་རྒྱུ་མཚན་ལ་བརྟེན་ནས། ད་གང་ལྟར་འདིའི་གི་ལྷ་སྒོ་མལ་ཟེར་ཡག་དེ་ད་ག་ཟེར་ཅིག་ལྷ་ཡི་རྣམ་པར་འགྲུབ་ཅིག་རི་མོ་བྲིས་བཞག་པ་འདྲ་བོ། ཡང་ན་ཅིག་བ་ང་རང་ཚོ་ཅིག་བཟོ་བས་གི་བ་བརྐོས་བརྒྱབ་བཞག་པ་འདྲ་བོ་དེ་འདྲས་ཅིག་ཅིག་ལ་མོས་པ་མ་བྱེད་བྱས་སྐབས་འདི་ལ་ཡང་གང་ལྟར་ཅིག་དངོས་གནས་དྲན་ནས་སོ་སོའི་གི་ཅིག་ནམ། པའི་ཁ་ཕྱོགས་དེ་གཅིག། ངེས་འབྱུང་གི་བསམ་པ་ཡིན་ན་ཡང་རེད། ཀུན་རྫོབ་བྱང་ཆུབ་སེམས་ཡིན་ན་དེ་དག་དང་མི་གསོན་པོ་གསོན་པོ། གཅིག་ཁ་ཕྱོགས་ཁོ་རང་ཁ་ཕྱོགས་ཕི་གའི། གཅིག། བསམ་བློའི་ནང་ལོགས་ལ་དྲན་བསྡད་པ་ཙམ་མ་ཡིན་པ་གཅིག། མིག་ལམ་ལ་དཔེ་མངོན་སུམ་དུ་ཤར་ཡོད་པ་དེ་འདྲ་གཅིག་གི་བས། གཅིག།

བསམ་བློ་བསམ་བློ། ཀླད་པའི་ནང་ལ་བསམ་བློ་བཏང་སྟེ་བསྡད་པ་ཙམ་ཞིག་མ་ཡིན་པ། སྐབས་འདི་ལ་ཡང་ཟླ་བའི་དཀྱིལ་འཁོར་འགྲོ་བ་ཅིག་བསམ་བློ་བཏང་ཡོང་དུས་སམ་ཟླ་བའི་དཀྱིལ་འཁོར་དེ་ཨེ་ནམ་རྒྱུན་ནམ་མཁའ་ལ་ཤར་ནས་དེའི་གི་འོད་ཟེར་དེ་ཨེ་ཅིག་འཛམ་བུ་གླིང་ཐམས་ཅད་ལ་ཁྱབ་སྟེ་འོར་བ། དེ་ནས་ད་དེ་གི་སྐོར་རང་ཅིག། ཁར་ཤོར་ད་ཅིག། དེ། ཀུན་རྫོབ་བྱང་ཆུབ་སེམས་ཟླ་བའི་དཀྱིལ་འཁོར་ཆགས་སེ་དུས་སམ་ལམ་སྲང་དེའི་སྐད་ཅིག་ཀུན་རྫོབ་བྱང་ཆུབ་སེམས་དེ། དངོས་གནས་དྲི་མེད་ཀྱི་རྟགས་ག་ལར་བུ་སྐད་ཅིག། ལམ་སྲང་ཅིག། ནུས་པ་དང་ནུས་པ་ཡོད་ལྡན་གྱི་ལག་ཆ་ནུས་པ་ཅན་ཅིག་ཆགས་བསྡད་པ་ཅིག་འཁྲུལ་ནུས་པ་ཅན་ཅིག་ཆགས་བྱས་ཨ་དེ་ཁོ་རང་གི་ལམ་སྲང་ཅིག། མིག་མཐོང་ལག་ཟིན་ཡོད་པའི་ཀྱི་ནུས་པ་རེ་སྟོན་ཨ་རོ་ཆེ་དེ་འདྲ་ཞིག་གི་ཁོ་འཚོ་བ་རེ་ཐུགས་སུ་ཡོང་ནས་འདུག་ཨ། རེད་མི་འགྱུར་ས་ནི་དེའི་རྒྱུ་མཚན་བསྟན་ནས་དེའི་གི་ཁྱད་པར་རུ་ཆེ་བ་ཅི་ཡོང་འདི་གི་ཡོད་ཟེར་བསམ་དྲན་འདུག་ད་དེའི་རྒྱུ་མཚན་བསྟན་ནས་ད་ལྷ་དགོན་བ་ཟེར་ཡ་དེ་འདྲ་ཞིག་ཡིན་པ་རེད། ད་དེ་ནས་གཉིས་པ་དེ་དོན་ཚན་གཉིས་པ་དེ་ཨ་ནི་སྤྲོ་བསྡུ་ལ་བསྟན་ནས་ལྷ་ཡི་གར་སོགས་ཡོད་ད་དགོན་གསུམ་ལྷ་ཡི་རྣལ་འབྱོར་དུ་སྒྲུབ་ཡག་ས་དེ།

ད་ཕ་ཚའི་ཚུལ་སོ་སོ་ལས་ཞལ་ཕྱོགས་དེ་ན་འབྲི་གུ་མན་རོ་ཀ་ར་ས་ན། གར་ཤོར་ཅིག། འཛུམ་པའི་བརྩེ་བའི་སྤྱན་གྱིས་བདག་ལ་གཟིགས་དེ་ཕ་ཆུ་གུ་གོ་རུ་བ། དེ་ནས་ཡིན་དུས་ས་ན་ཞལ་དེ་ཕ་ཕྱོགས་དེ་ན་འབྲི་གུ་མི་འདུག་བ། ཞལ་དེ་སོ་སོ་ལ་ཕྱོགས་དེ་ཕ་ཆུ་གུ་འདུག་བ། དེ་ནས་ཡིན་དུས་ས་ཞལ་རང་ཉིད་ལ་ཕྱོགས་དེ་བ་དེ་འདྲི་ཅིག་ཕ་ཕ་སྤྱན་རས་གཟིགས་ཡོད་པ་བྱས། ད་ཕ་ཕ་སྤྱན་རས་གཟིགས་དེ་ལ་ཡ་ཨ་ནི་རང་དང། ལྷན་ཅིག་སོ་སོའི་ཉེ་འཁོར་ལ་ཡོད་པའི་ཀྱི་སེམས་ཅན་གསལ་བཏབ་བྱ་བ་དེ་དག་ཐམས་ཅད་མགྲིན་གཅིག་པ་ཐམས་ཅད་མཉམ་དུ་གར་སོགས་པའི་བརྒྱ་ཆ་བརྒྱ་ཐམ་པ་པའི་པའི་ཁོང་ལས་པའི་བློ་གཏད་དུ་བཅོལ་བྱས་དེ་འབྲས་ཀྱི་བདག་གང་ལྟར་རིགས་དྲུག་གི་སེམས་ཅན་ཐམས་ཅད་འཁོར་བའི་གནས་ལས་བསྒྲལ་བའི་ཕྱིར་དུ་བསྒྲལ་ནས།

དེ་གསོལ་འདེབས་ཏེ། རྟགས་ཚར་ཉི་ཤུ་རྩ་གཅིག་འདོད་ན་འདྲ། ཚར་བདུན་འདོད་ན་འདྲ། ཚར་བརྒྱ་འདོད་ན་འདྲ་ད་ཁྱད་པར་ཡོད་པ་མ་རེད། གང་ལྟར་ཅིག་སོ་སོ་ལས་ཅིག་ཏིག་ཚེ་སེམས་ལ་ཡང་ཚོར་བ་ཅིག་མ་བྱུང་བར་དུ་འདོན་ཐུབ་ན་ཡག་པོ་རེད། ཨ་ནི་དེའི་ཙམ་དུ་མ་ཟད་བལ་གྱི་ཡང་སྐབས་འདི་ལ་ཡང་ཅིག་འཕགས་པ་སྤྱན་རས་གཟིགས་ཀྱི་བསྟོད་པ་གཞན་དག། དཔེར་ན། མདོ་སྡེ་པདྨ་དཀར་པོའི་ནང་གི་ཀར་ཤྭ། འཕགས་པ་སྤྱན་རས་གཟིགས་ཀྱི་སྐུ་ནི་དགོད་ཡི་ལེའུ་ཟེར་ཡོད་པ། དཔེར་ན་རྒྱ་སྐད་ནང་ལོགས་ལ་བུ་མིན་ཕིང་ཟེར་བ་རེད། བུ་མིན་ཕིང། ད་དེ་སྐབས་འདིར་འདོན་ན་འགྲིག་གི་རེད། ཨ་ནི་དག་ན་ཤིང་གི་དགེ་སློང་མ་དཔའ་མོས་རྫས་བཞག་པའི་གི་བྷ་བ་ཅཱ་རེས་ཀྱི་བསྟོད་པ་དེ་ཡང་འདི་སྐབས་འདིར་འདོད་ན་འགྲིག་བ་རེད། དག་ན་ཤིང་སློབ་དཔོན་ཟླ་བ་གྲགས་པས་རྫས་བཞག་པའི་སྤྱན་རས་གཟིགས་ཀྱི་སྤྱན་རས་གཟིགས་ལ་སྨྲེ་སྔགས་ཀྱི་སྒོ་ནས་བསྟོད་པ་ཟག་ཅིག། ཡོང་འདི་ཡོག་རེད། ད་དེ་ཡང་སྐབས་འདིར་འདོད་ན་འགྲིག་བ་རེད། ད་མདོར་ན་ཅིག་བྷ་བ་ཅཱ་རེས་གཟིགས་ཀྱི་པའི་གསོལ་འདེབས། བྱིན་རླབས་དང་ལྡན་པའི་གསོལ་འདེབས་གང་དྲིས་ཅི་ཡོད་པ་ཡིན་ན་ཡང་སྐབས་འདི་ལ་ཡང།

ག་བ། གསོལ་འདེབས་ག་རེ་ལ་ཡང་མོས་པ་བྱས་ཡོད་ན་ཡང། དེ་ག་རེ་འདོད་ནས་ཁྱད་པར་ཟེར་ཡོད་མ་རེད། ད་དེ་གའི། གསོལ་འདེབས་ཀྱི་སྒོ་ནས་ཐུགས་རྒྱུད་བསྐུལ་བ་ཟེར་ཡ་དེ་ཡིན་པ་རེད། ད་དེ་ནས་སྔགས་བཟླ་བའི་ཡན་ལག་གཉིས་པ་དེ་ག་རེ་ཟེར་ན་སྤྲོ་བསྡུ་ལ་བརྟེན་ནས་སྒོ་གསུམ་ལྷ་ཡི་རྣལ་འབྱོར་དུ། སྒྲུབ་པ་ཟེར་ཡ་དེ་རེད།

དཔག་ཏུ་མེད་པ་འཕྲོས་ནས། བདག་དང་སེམས་ཅན་ཐམས་ཅད་ལ་ཕོག་པ་ཙམ་གྱིས། བདག། དཔེར་ན་མུན་པའི་ནང་ལོགས་ལ་ཡང། སྒྲོན་མེ་སྤར་ཡོང་དུས་བསགས་ནས་མུན་པ་སེལ་བ་ནང་བཞིན་བྱས། གང་ལྟར་ཅིག། རྟགས་ང་རང་ཚོའི་སེམས་རྒྱུད་ལས་ཡོད་པའི་རྟགས་ཅིག་ཐོག་མ་མེད་པ་ནས་མ་རྒྱུད་ནས་ཡོད་བསྡད་པའི་ཅིག་མ་རིག་པ་མི་རིག་པའི་མུན་པ་མཐུག་པོ་ཞིག་འབྱོར་བ་རེད། དཔེར་ན། ཅིག། ཉི་མ་གཙང་ནས་ཕོག་མ་མྱོང་བ། འོད་གཙང་ནས་ཕོག་མ་མྱོང་བའི་ཨ་ནི་ཅིག། སྨག་རུམ་མུན་པ་ནང་བཞིན་གྱི་ཆགས་བྲལ་བ་རེད། ད་ད་ལྟ་འཕགས་པ་སྤྱན་རས་གཟིགས་ཀྱི་འོད་ཟེར་དེ་ཕོག་པ་ཙམ་ཞིག་གིས་ད་ག་ད་འཁོར་བ་ཐོག་མ་མེད་པ་ནས་བསྐལ་པ་སྟོང་ཕྲག། བསྐལ་པ་དུ་མ་ལས་ཡག་པའི་འོད་གཙང་ནས་ཕོག་མ་མྱོང་བའི་ས་ཆ་ལ་འོད་ཕོག་པ་ནང་བཞིན་གྱི། སོ་སོའི་རྒྱུད་ཀྱི་ཐོག་མ་མེད་པ་ནས། གར་སོན་ཅིག་མ། ཡོན་ཏན་བས་སྐད་ཅིག་མ་རིག་པའི་མུན་པ་མཐུག་པོ་དེ། ཨ་ན་ཅིག། སངས་སོང་བསམ་པར་ཅིག་དང། ད་ག་ན་བཞིན་གྱི་བདག་ཅིག་སོ་སོའི་གི། ཐོག་མ་མེད་པ་ནས་བསགས་པའི་སྐད་ཅིག་མཚམས་མེད་པའི་ལས་དང། བདག་ན་བཞིན་གྱི་ལུས་ཀྱི་མི་དགེ་བ་ངག་གི་མི་དགེ་བ། ཡིད་ཀྱི་མི་དགེ་བ། ད་ག་ན་བཞིན་གྱི་བདག་གང་ལྟར། ཅིག། མི་དགེ་བ་བཅུ་དང། ཆ་མཐུན་དགེ་བའི་སྡིག་པ་ཐམས་ཅད་སྦྱངས་སོང་བསམ་པར་བགྱིད་དང། དག་ན་བྱིན་གྱིས་དག་ཅིག། དག་ཅིག་སྡོམ་པ་དམ་ཚིག་ལ་སོགས་པ་དང་འགལ་བའི་ཉེས་པ་ག་འདྲ་བྱས་པ་ཡིན་ནམ་དེ་ཐམས་ཅད་དག་སོང་སྙམ་པར་བགྱིད་དང། དག་ན་བྱིན་གྱིས། འཕགས་པ་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་ཀྱི་པའི་བྱིན་རླབས་ཐམས་ཅད་སོ་སོའི་རྒྱུད་ལ་ཐོབ་བྱུང་བསམ་པར་བགྱི། རྟགས་དེ་འདྲའི་དགེ་བའི་མོས་པ་བྱས། དེ་འདྲ་ཡིན་དུས་སང་ནས་ད། ཀིར་ཏི་དེ་ཉིད་ལ་ནི་འཕགས་པ་སྤྱན་རས་གཟིགས་ཀྱི་པའི་སྐུ་གསུང་ཐུགས་ཀྱི་པའི་བྱིན་རླབས་ཐམས་ཅད་ཐོབ་ནས། དེ། སྐུ་གསུང་ཐུགས་དང་དབྱེར་མ་མཆིས་པའི་བའི་བྱིན་རླབས་ཐོབ་པ་ལ་བརྟེན་ནས།

ད་ནང་བཞིན་གྱི་ཨེ་ནི་ད་ཅིག་རིགས་དྲུག་གི་སེམས་ཅན་གཅིག་སོ་སོ་དེ་དང་མོས་པ་བྱས་ཞེས་པ་རིགས་དྲུག་གི་སེམས་ཅན་ཐམས་ཅད་ལ་ཡང་འོད་ཟེར་དེ་ཕོག་པ་དེ་ལ་བརྟེན་ནས་ཨེ་ནི་ད་ཅིག་རིགས་དྲུག་གི་སེམས་ཅན་ཐམས་ཅད་ཀྱང་དེ་ནི་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་པར་འཁྱུགས་སོ་བསམ་པ་ཞིག་དང་ད་རིགས་དྲུག་གི་གནས་རིགས་སེམས་ཅན་བདེ་གསལ་གྱི་གནས་ཨེ་ནི་ད་ཅིག་ཕྱི་སྣོད་ཀྱི་འཇིག་རྟེན་དེ་དག་ཐམས་ཅད་ཀྱང་ཨེ་ནི་ཅིག་འོད་དཔག་མེད་པའི་ཞིང་ཁམས་ཟེར་ནས་གྲགས་འདུག་ད་བདེ་བ་ཅན་གྱི་ཞིང་ཁམས་དག་པའི་ཞིང་ཁམས། དེ་འདྲའི་ཅི་ལ་གྱུར་སོང་སྙམ་པར་བྱས། དེ་འདྲའི་ལ་གྱུར་སོང་སྙམ་པའི་མོས་པ་བྱས་ནས། ད་མདོར་ན། ལུས། དག་ཅིག་སེམས་ཅན། གར་ཞུ་བའི་དག། ལུས། ཀྱི་རིགས་དྲུག་གི་སེམས་ཅན་ཐམས་ཅད་ཀྱི། ཐམས་ཅད་ཀྱི། ལུས། འཕགས་པ་སྤྱན་རས་གཟིགས་ཀྱི། སྐུ་ཡི་རྣམ་པར་གྱུར། ཨ་ནི་ཅིག། སྐྱེ་འགྲོའི་གི་འབྱུང་བ་གར་དག་ལྟ་བྱེད། སྐྱེ་འགྲོའི་གི་ཅིག་སེམས་ཀྱི་ཟིན་པའི་གི་ངག་དང་སེམས་ཀྱི་མ་ཟིན་པའི་ངག། དཔེར་ན་ཅི་ཡི་གར་འབྱུང་བའི་སྒྲ་ལ་སོགས་པ་དེ་དག་ཐམས་ཅད་ཀྱང་འཕགས་པ་སྤྱན་རས་གཟིགས་ཀྱི་གསུང་གི་ངོ་བོར་གྱུར་སོང་སྙམ་པའི་མོས་པ་བྱ། དག་ནི་ཅི་ང་རང་ཚོ་གི་ཅིག་དྲན་རྟོག་རྣམ་པར་རྟོག་པའི་གི། རྣམ་པར་རྟོག་པ་དེ་དག་ཐམས་ཅད་ཀྱང་དྲན་རྟོག་གི་འཁྲུལ་པ་ཐམས་ཅད་དག་ནས་འཕགས་པ་སྤྱན་རས་གཟིགས་ཀྱི་རིག་སྟོང་དབྱེར་མེད་ཟུང་མར་འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་ཀྱི་ངོ་བོར་གྱུར་སོང་སྙམ་པའི་མོས་པ་བྱ། བདག་གང་ལྟར་འདི་འདྲའི་གི་ཐོག་ནས། གང་ལྟར་གར་ཤོར་བས་ཅི། སྣང་གྲགས་རྟོག་གསུམ་ཐམས་ཅད་ཅིག། ལྷ་ཡི། ལྷ་སྣང་བདེ་བ་ཆེན་པོ་ཞེས་པའི་ལྷ་ཡི་རྣམ་པར། ལྷ་ཡི་གེ་ཅིག་གར་ཤོར་བས་ཅི། སྐུ་གསུང་ཐུགས་གསུམ་དེ་འདྲའི་དགེ་བའི་ངོ་བོར་གྱུར་སོང་དེ་འདྲའི་དགེ་རང་བཞིན་དུ་གྱུར་སོང་སྙམ་པའི་མོས་པ་བྱ་སྟ་དེ་འདྲའི་ཅི་རེ་བཞག་དེ་རིང་པའི་ཉིན་བཟའ་ཟླ་སྐབས་འདི་ལ་ཡང་དེ་འདྲའི་དགེ་གར་ཤོར་བའི་མོས་པ་བྱས་ཏེ། དེ་ལ་ད་གོས་པ་རྒྱུ་མཚན་མང་པོ་ཡོད་བར་ད་ཞིབ་ཆ་བྱས་ནས་ཞུ་མི་གོ་བ་བྱས་ད་གཙོ་བོ་གཙོ་བོ་དེ་གར་ཤོར་བ་ད། ཅེས་རང་ཉིད་འཕགས་པ་སྤྱན་རས་གཟིགས་ང་ངའི་དབུ་མ་དེ་དྲན་གྱི་ཡོད། ཁ་ཤོ་ད། རང་ཉིད་འཕགས་པ་སྤྱན་རས་གཟིགས་ཀྱི་ངོ་བོར་སྐྱོབས་སོ་སྙམ་པའི་མོས་པ་ཆེ་ཧ་ལས། ཅེས་དམིགས་བསལ་གྱི་གང་ལྟར་ཁོ་རང། ཁ་ཤོ་ཅིག་དགོས་པ་རེད་འདུག་བསམ་དྲན་འདུག། ག་ས་ད་སོ་སོ་འཕགས་པ་སྤྱན་རས་གཟིགས་ཡིན་བསམ་དྲན་དུས་ས་ན་ད་འཕགས་པ་སྤྱན་རས་གཟིགས་ཡིན་དུས

ཨང་ཐམས་ཅད་ལོ་གཅིག། འདས་མའི་སྒྱུ་མ་ལྟ་བུ་ཅིག་ལ་བསམ་ན་བཏང། རེད་པ། ད་སྟོང་པ་ཉིད་ཀྱི་གོ་བ་དེ་སུ་གོ་བ་རེད་པ། ད་སྟོང་པ་ཉིད་ཀྱི་གོ་བ་དེ་སུ་ཡོད་པ་ཡིན་ན་ཨང་ཁོ་རང་ཕན་ཐོགས་ཡོད་རེད། འདས་མའི་སྒྱུ་མ་ལྟ་བུ་དེ་འདྲ་ཅིག་ཡིན་པའི་བསམ་བཏང་ཡོང་དུས་བསམ་ནས། ད་ཁོ། དེ་ལས་གཞན་པ་དང་འཛིན་པ་ཆེ་ཤུགས་ཆེན་པོ་ཅིག་ཡོང་གི་མ་རེད། ཨང་དེ་འདྲ་ཡིན་དུས་བསམ་ནས་དེའི་ངང་ནས་ད་འཕགས་པ་སྤྱན་རས་གཟིགས་ཀྱི། རྣམ་པ་དེ་འདྲ་ཅིག་གསལ་བཏབ་ཡོང་དུས་བསམ་ན་ཨང་རང་བཞིན་གྱིས། གར་སྤྱོད་སོ་སོ་ལས་ཡིན་པའི་ནས་གཅིག་སེམས་ཤུགས་འཕར་ཡག་རུ་བ་གཅིག་དང་ནུས་པ་སྐྱེད་ཡག་རུ་བ་གཅིག་ཏན་ཏན་ཡོང་དེ་ཡོད་སྲིད་རེད་ད་གང་ལྟར་ཡང་དེ་འདྲའི་བསམ་བློ་བཏང་ནས་དེ་ནས་ཚིག་དེ་གར་འདོན་དགོས་རེད་ཟེར་ན་དེ་ལྟར་རྩེ་གཅིག་གསོས་བཏབ་པའི་ཕ་པའི་སྐུ་ལས་འོད་ཟེར་འཕྲོས་མ་ཐག་སླད་ན་འཁྲུལ་ཤེས་ཀྱི་ཆང་ཕྱི་སྣོད་བདེ་བ་ཅན་གྱི་ཞིང་ནང་བཅུད་སྐྱེ་འགྲོའི་ལུས་ངག་སེམས་སྤྱན་རས་གཟིགས་དབང་སྐུ་གསུང་ཐུགས་སྣང་གྲགས་རིག་སྟོང་དབྱེར་མེད་གྱུར་ཟེར་བ་དེ།

ད་འགྲོ་སྟངས་ཟ་མར་བས་ད་ཅིག་ཁོ་རང་གི། ད་གོ་རིམ་གོ་རིམ་བཞིན་དུ་ད་ག་ད་དེ་འདྲ་ཞིག་གར་ཞོར་ད། གར་ཞོར་གོ་རིམ་བཞིན་དུ་མ་འདུག་སྡོད་ཡོང་དུས་ད་ནས་ད་ཁོ་རང་ཅིག་འཚོ་བར་བཞུགས་ཨང་འདུག་ག་ད་དང་པོ་ངས་ལ་ཡ། སྔོན་འགྲོ་སྐྱབས་འགྲོ་སེམས་བསྐྱེད་ཟེར་བ་དེ་ཡག་པོ་ཅིག་མེད་པ་ཡིན་ན་དངོས་གཞི་ལྷག་དགོས་པ་དེ་དམིགས་བསལ་གྱིས་ད་ཅིག་ཚོགས་ནང་རུབ་ཡོང་ཐུབ་ཡག་ཅིག་ཡོག་མི་འདུག་མི་འདུག་བ། ཨ་ནི་ད་ཅིག་དེ་ནས་ཡང་དངོས་གཞི་ལྷག་དགོས་པ་དངོས་གཞི་ཟེར་མོ་རུ་ད་ཅིག་ལྷག་དགོས་པ་དེ་མེད་པ་ཡིན་ན་ཡང་སྔགས་བཟླ་བ་དེ་སྐབས་ལས་ཚོགས་ཤིག་ད་སྐྱེ་ཡག་མི་འདུག་བ་དེ་ཡིན་དུས་ས་ནི་ད། སྔ་མ་སྔ་མ་དེ་ཕྱི་མ་ཕྱི་མའི་གི་ད

ཨམ། དེ་ནི་ཕ་ཆེ་དེ་རིང་འདི་འདྲའི་རིབ་ཞིག་རེད། ཡང་དེ། མང་པོ་བཤད་དྲགས་ན་ཡང་གསར་རྙིང་ཆེ་ཡག་ར་སོ་མར་བ། ག་རེ་རེད་ད། དོན་ཚན་གསུམ་ཚོ་ཞུས་ཚར་བ། དེ་ནི་ཡིན་དུས་ས་ནི་ཡང་དེ་དོན་ཚན་དྲུག་མ་གཏོགས་མེད་པ་ཡིན་ད་གསུམ་མ་གཏོགས་ལྷག་ཡོད་མ་རེད་དེ་རིང་བས་ཡིན་དུས་ས་ནི་ཨ་ནི་མང་པོ་ཞུས་བཞག་ན་ཨ་ནི་གསར་རྙིང་ཁོ་རྫོགས་འགྲོ་གི་རེད། ཨམ། ད། དེ་རིགས་དུས་གོ་སྐབས་འདི་དང་བསྟུན་བྱས་ངས་གར་ཤོར་བ་བསམ་སོང་ད་ན་ཨ་ནི། ཅིག་དྲི་བ་དྲི་ལན་བྱས་ཡག་དེ་འདྲས་ཕ་རྗེས་ཡོང་ཟིན་དོག་ཁ་བ་རེད་བསམ་དྲན་གྱི་འདུག་དེ་འདྲས་ཡིན་དུས་བསམ་ན་དྲི་བ་དེ། ཁྱེད་རང་ཚོས་ཀྱི་དྲི་བ་ཡོད་མཁན་དེ་ཚོས་ཀྱི་དྲི་བ་དེ་བས་ཡིག་ཐོག་ལ་ཡག་བྲིས། ཡིག་ཐོག་ལ་བྲིས་བྱས་ནས་ཨ་ནི་ད་ང་ཚོས་ཀྱི་གར་ཤོར་ད།

གྲ་སྒྲིག་བྱེད་ངེས་གོ་སྒྲིག་གནང་གསུང་ཆོས་གོ་སྒྲིག་གནང་ངེས་ཁོ་རང་ཚོ་ལ་ཡང་གནང་བཞག་པ་ཡིན་ན་ཨན་ངའི་རྗེས་ལ་ཡང་ལན་ཞུ་ཐུག་འདུག་ཞུ་ཡག་ཡིན། ད་དེ་འདྲས་བྱུང་པ་ཡིན་མིན་ཨན་ཏེ་སི་ཅིག་གར་ཤོར་རེད་ང་རང་ད་ལྟ་ཡོང་མ་ཐུབ་པ་ཡིན་པས་ན་ཡང་ཡང་ཅིག་སོ་སོའི་གི་དྲི་བ་མི་ཁ་ཤས་ལ་ཡང་དྲི་བ་ཆེན་པོ་དེ་འདྲས་ཡོད་ཀྱི་རེད་དྲི་བ་གལ་ཆེན་དེ་འདྲའི་གནས་ཡུལ་མི་འདུག་ས་དེ་རེད་ཅེས་ལན་རྒྱབ་ཐུབ་པ་རེ་བྱུང་ན་ཡང་ཕན་ཐོགས་རེ་ཞུ་འགོ་མེད་འགྲོ་བསམ་རེ་དྲན་གྱི་འདུག་དེ་རིང་ཡིན་དུས་ས་ནི་ཅི་ཚང་མ་རོ་ལེ་ཡ་ཡང་སྐྱར་ཀྱང་ཚང་མ་རོ་ལེ་ཡ་ཨ་ནི་ཁ་ཧྲི་བ་ད་ཐུགས་རྗེ་ཆེ་ཞུ་ཡ་གཅིག་དང་ཨ་ནི་ཨ་ནི་ང་ཚོ་ས་གཉིས་ཡང་སྐྱར་མཇལ་ཡོང་ཞུ་ཡ་ཡིན་དོ་ཅན།